བཞུགས་སྒར་དམ་ས་ལ་ནས་བོད་མི་ཡོངས་ལ་སྐུ་ཁམས་བཟང་ལྷག་དཀར་བཟང། ད་རེས་རེས་གཟའ་ལྷག་པ་ཕྱི་ཟླ་བཅུ་གཅིག་ཚེས་བཅུ་དགུ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩེ་ལྔའི་ལོའི་བརྙན་ཐུང་འདི་བརྒྱུད་ནས་མི་མང་ལ་ཅིག་གསལ་བསྒྲགས་ཅིག་བྱེད་ན་བསམས་སོང། རྣམ་པ་ཚོ་ལ་ཞུ་ཡ་ལ། ང་ཚོ་ཡོང་རྒྱུ་ཉིས་སྟོང་ཉི་ཤུ་རྩ་དྲུག་གི་ཚེས་གཅིག་གཉིས་ཀྱི་འོས་བསྡུ་དེའི་ནང་ལ་ང་ར་གེར། སྲིད་སྐྱོང་འོས་མི་ལང་ཡང་དུ་ཐག་གཅོད་པ་ཡིན། དང་པོ། འོས་མི་ལང་ཡང་གིས་དེ་འདྲའི་བསམ་བློ་མཁན་མེད། རྣམ་པ་ཚོ་མང་ཆེ་མཁྱེན་གྱི་རེད། ལོ་ལྔའི་སྙན་ལ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ང་ཚོ་འོས་བསྡུ་སྐབས་ལ་ཡིན་པས་ཡིན་ནའི་དུས་དུས་ང་འོས་མི་ལང་ཡང་གིས་གོ་སྐབས་བཟང་པོ་ཞུ་བྱ་རག་སོང།

ང་རང་ཡིན་པའི་ནས་རྒྱབ་སྐྱོར་ཅིག་ཞུ་ཨེ་གི་འདུག་བསམ་བློ་ཅིག་འཁོར་སོང། ཡིན་ནའི་ད་ད་རིང་ང་ཚོའི་གི་གནས་སྟངས་འདིའི་ཐོག་ནས་ད་ལྟ་སྤྱི་ཚོགས་གི་གནས་སྟངས་འདིའི་ཐོག་ནས་ཡང་བསམ་བློ་གཉིས་པ་ཞིག་བཏང་བ་འཁེལ་སོང། ང་སོ་སོའི་ནང་མི་དང་འདི་ཡམ་དོ་དུས་ཐུག་བྱས། བསམ་བློ། མང་པོ་བཏང་ནས་ཨ་འདུས། ད་རེས་ད་ཡང་རྒྱུ་བ། སྲིད་སྐྱོང་འོས་མི་ལའང་ཡག་གི་དེ་འདྲའི་ཅིག་འདུས་ཐག་གཅོད་པ་ཡིན། ཨ་ངེད་ཀྱི་ད་ལྟ་ཐག་གཅོད་འདི་གཞི་བཞག་ས་འདི་རྒྱུ་མཚན་གསུམ་སྒང་ལ་གཞི་བཞག་པ་ཡིན། དེ་བཞིན་ངེད་རྣམ་པ་ཚོ་ལ་མ་མདོར་བསྡུས་ཀྱི་ཞུ་བཞག་ན་བསམ་སོང། དང་པོ་འདི་ད་ང་ཚོ་ང་ཚོའི་གི་བཙན་བྱོལ་དམངས་གཙོ་འདི་དངོས་གནས་མ་འདྲ་ན་ནི་མ་འདྲ་ཅིག། རྒྱ་འོམ་ཅིག་མ་གསོད་རེས་གནང་བཞག་རྒྱུ་དམངས་གཙོ་ཕྱི་རུ་བ། ང་ཚོ་སོ་སོ་ལུང་པ་ཡོད་མ་རེད། ལུང་པ་ཤོར་བས་རེད། ཡིན་ནས། བཙན་བྱོལ་གཞུང་ཡིན་ནས་བཙན་བྱོལ་སྤྱི་ཚོགས་ཡིན་པས་ནས། ཅིག་དམངས་གཙོའི་ལམ་ལུགས་ལ་ཡིད་ཆེས་དེ་བ། པེ་ཤུགས་ཆུང་པོ་དུ་བ། ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ། ཅིག་དམངས་གཙོའི་གི་དམངས་གཙོའི་ལམ་ལུགས་ཀྱི་ད་ཅིག་རྩ་བ་ལ་བོར་བ། རྩ་བ་དེ་ག་ལ་གང་འཚམ་ཅིག་མ། གཏིང་ཟབ་ཞུ་བྱེད་ཀླད་ཡོད་རེད་བསམ་གྱི་འདུག་ད་ཡིན་ནའི། དམངས་གཙོ་ག་འདས་བྱིན་པའི་ཡིན་ནའི་ད་དམངས་གཙོའི་གི་ཁྱད་ཆོས་ཟེར་ན་འགྲིག་གི་མི་འདུག་དམངས་གཙོའི་གི་ད་གཟི་བརྗིད་ཟེར་ན་འགྲིག་གི་མི་འདུག་དེའི་ནང་ལ་ངས་འདུག་བལྟས་པའི་ཡིན་ན། ཆ་རྐྱེན་གསུམ་དགོས་རེད་བསམ་གྱི་འདུག་ཆ་རྐྱེན་དང་པོ་དེ།

ད་འདུག་ཚོ་གསུམ་ཆ་དངོས་ནས་ཚང་དགོས་རེད་བསམ་གྱི་འདུག་ཡིན་ནའི་ད་ནང་མ་ཚོ་མང་བྱེད་མཁན་གྱི་རེད། ད་ནང་ང་ཚོའི་གྱི་ཉིས་སྟོང་ཉི་ཤུ་རྩ་དྲུག་གྱི་སྲིད་སྤྱི་གཉིས་ཀྱི་འོས་བསྡུ་ཆེན་མོ་འདིའི་ནང་ལོགས་ལ་དམིགས་བསལ་སྲིད་སྐྱོང་གྱི་ད་འོས་བསྡུ་ལས་རིམ་འབྱོར་བ་འདིའི་ནང་ལ་ད་བར་དུ་གསལ་བསྒྲགས་བྱས་ནས་ང་སྲིད་སྐྱོང་ལང་གི་ཡིན། དཔེ་ཉུང་ཉུང་རེད་འདུག་ཧ་ལམ་མི་འདུག་ཟེར་ནས་མ་འབྲི་བ་མི་འདུག། ད་གལ་སྲིད་ང་ཚོའི་ཉིས་སྟོང་ཉི་ཤུ་རྩ་དྲུག་གི་སྲིད་སྐྱོང་གི་འོས་བསྡུ་འདིའི་ནང་ལོགས་ལ་ཐང་གིས་ངའི་གོང་དུ་ཞུས་པ་ནང་བཞིན་ཆ་རྐྱེན་གསུམ་ནང་ནས་གཅིག་གསུམ་ཆ་མ་ཚང་བ་སོགས་ཞིག་མར་ད་འོས་བསྡུ་ཐོག་ཚུད་དགོས་བར་བ་གོང་གི་མེད་པ་ཅིག་ཡིན་ནས་ད་ཆ་རྐྱེན་གཉིས་པ་གསུམ་པ་འདི་འོས་མི་ཚད་ལྡན་མེད་བ་ཨ་ནི་འོས་བསྡུ་སྐབས་ལ་འོས་ཤོག་བླུགས་ཉེན་ཡིན་པས་ནས་དེས་ཉིས་སྟོང་ཉི་ཤུ་རྩ་གཅིག་དང་བསྡུར་བ་ཡིན་ན་ག་ལ་གང་འཚམས་ཉུང་བ་སོགས་དེ་འདས་ཀྱི་ཟླ་གཅིག་ངས་ཡུང་ག་རེ་བཞུགས་མེད་ད་ལོ་ཡིན་ནས་དེ་འདས་གཅིག་བྱུང་བ་ཡིན་ན། ཨ་ནི་དངོས་གནས་ང་ཚོའི་གི་བཙན་བྱོལ་གི་ད་དམངས་གཙོ་ལམ་ལུགས་འདི། ཅི་སླ་པོ་ཆགས་ཡ་ད། ཆུ་ལོག་ཡིན་བས་ནས་འགྲེལ་བཤད་རྒྱག་འདུག་ག་ནས་ཅི་འགྲེལ་བཤད་རྒྱག་དམར་ཤིང་ཡ་ཅི་ད་ངོ་ཚ་པོ་ཅིག་དེ་འདས་ཅི་ཡང་ཆགས་བས་ན་ཨ་ནི་ཡང། གནས་སྟངས་དཔེ་སྐྱོ་པོ་ད། ཡང། ཅི་ཁག་པོ་ཅི་རུ་བ། ད་འདི་ང་ཚོ་དངོས་གནས་ཚང་མས་ཀྱི་ད་ཅི་དགོངས་པ་ཅིག་བཞེས་དགོས་འདུག་བསམ་གྱི་འདུག་དེ་འད་ཡིན་ཙང་ནི། རྒྱུ་མཚན་དང་པོ་དེ་འདི་ཡིན་ལ། གཉིས་པ་འདི། ད་འདས་པའི་བདུན་ཕྲག་ཁ་ཤས་ཀྱི་རིང་ང་ལ། ངོ་བཞིན་པ། རྒྱབ་སྐྱོར་བྱེད་ཉེན། ངོ་མ་བཞིན་པ། མང་པོ་ཞུ་བ་ཅིག་གི་ད་འབྲེལ་བ་གནང་གི་འདུག་ཨ་ཚང་མས་གར་སོང་གི་འདུག་ཞུས་པ་ཡིན་ན།

གཉིས་པ་དེ། རྒྱལ་སྤྱིའི་སྡིངས་ཆ་ནང་ལ། བོད་དོན་ཐོག་ལ་ད་རྒྱབ་སྐྱོར་དོ་སྣང། ཅི། ག་ལ་གང་འཚམ་བྱེད། ཕ་མ་ཉུང་འགྲོ་བསྡད་རྒྱུ་ཚོར་ཅིག་མཐོང་བསྡད་རྒྱུ་འདུག། གསུམ་པ་དེ། ང་ཚོ་ད་ལྟ་བཙན་བྱོལ་སྒྲིག་འཛུགས་ཀྱི་ད་དཔལ་འབྱོར་གནས་སྟངས་འཇོག་རེ་བ། འདིས། དམིགས་བསལ་ད་འདས་པའི་ལོ་ཁ་ཤས་ཀྱི་ནང་ལོགས་ལ།

ད་འདས་པའི་ལོ། ཁ་ཤས་ཤིག་ནང་ལོགས་ལ། དངོས་གནས་ད་ཉམས་ཆག་ཆེ་ཤོས་དེ་ང་ཚོ་གཅིག་སྒྲིལ་དུ་རེ་བཤད་གཅིག་སྒྲིལ། ལྷག་བསམ། སྤྱི་སེམས། ཉམས་ཆག་དཔེ་ཆུང་པོ་འགྲོ་བསྡད་ཀྱི་འདུག་ད་དངོས་གནས་ང་ཚོ་ཚང་མ། བོད་གངས་ཅན་བར་བ། སྐྱིད་ན་སྐྱིད་མཉམ་དང་སྡུག་ན་སྡུག་མཉམ་ང་ཚོ་ག་དུས་ཡེ་ནས་ད། ཡང་དུ་ཡང་དུ། ལབ་སྟེ་བོར་བ། ད་ཆིག་སྒྲིལ་འདི་ང་ཚོ་མ་ཉམས་ཕྱིན་པས་ན་ཆིག་སྒྲིལ་མཐུན་སྒྲིལ་རེད་བ་ཨ་ནི། དུ་ཚོ་མ་ཉམས་པ་ཡིན་ན་ཨ་ནི་རྒྱ་རོམ་ཅན་གྱི་སྐུ་ཚེ་འདི་ནང་བཞིན་སྐུའི་ཡང་སྲིད་དུ། འབྲེལ་བ་ཆགས་ཀྱི་འདུག་རྩ་དོན། ཨ་རི་ང་ཚོའི་གི་ད་བཙན་བྱོལ་གི་སྒྲིག་འཛུགས་ཕུགས་ལ་གནས་ཐུབ་ཀྱི་ཡོད་མེད་དུ་ཚོ་ཚང་མ་ལ་ད་ཅིག་སྒྲིལ་མེད་ན་དོ་ཕོག་འགྲོ་གི་རོ་བ། ད་ད་རིས་མི་མང་གི་ང་ལ་རྒྱབ་སྐྱོ་གནང་ནི་ཡིད་ཆེས་གནང་ནི་དེ་འདི་གོ་སྐབས་ཤིག་གནང་བི་ཡིན་ན་ང་ར་གལ་ཆོ་ནི་ད་དམ་བཅའ་དང་ཤོས་འདི་ངེད་གི་ཆོ་ག་གསུམ་གཅིག་ཏུ་བསྒྲིག་ནི་ཨ་ནི། ཆོ་ག་འདི་ཡིས་ཤོ་ཀ་འདི། ཀྱི་སྲིད་སྐྱོང་མེན་པ་བྱས། བོད་མི་ཡོངས་ཀྱི། ཆོ་ག་གསུམ་ཆ་གི་སྲིད་སྐྱོང། བྱས་ནས་ཨ་ནུ་རྡོ་ས། ཡམ་རྡོ་ཁྲི་ཐུ་ཨའི་གི་ད་འབད་བརྩོན་ཐབས་ཤེས། གང་ཐུག་ཐུག་བྱེད་ཀྱི་ཡིན་སྟེ་ད་རིས་ངེད་ཀྱི་དམ་བཅའ་དང་ཤོས་དེ་ཡིན། དེ་ནས་ད་གཉིས་པ་དེ་དམ་བཅའ་གཉིས་པ་དེ། རྒྱལ་སྤྱིའི་སྡིངས་ཆ་ནང་ལ་ད་ང་ཚོ་དབུ་ནས་བོད་དོན་ཐོག་ལ། ཨ་ནི། རྩ་དོན་ཐོག་ལ་ང་ཚོའི་གི་ད་བོད་ཀྱི་དཀའ་རྙོག་གསལ་གི་ཐོག་ལ་དེ་ནས་བཞིན་ད། རྒྱབ་སྐྱོར་ཡིན་ནས་དོ་སྣང་ཡིན་ནས་ག་ལ་གང་འཚམ་ཅིག་ད་དུ་ཟོས། ཉུང་ཉུང་ཉུང་ཟོར་ཞིག་འགྲོ་འགྲོ་བསྡད་ཀྱི་ཟོར་མཐོང་གི་འདུག་ད་མི་འདི་ལ་རྐྱེན་མང་པོ་ཡོག་རེད། ཡིན་ནས་རྐྱེན་གཅིག་དེ་ད་ང་ཚོ་སོ་སོ་རང་ཟོས་གི་ཙུག་ནི། ཨ་ནི། ང་ཚོའི་གི་ད་ད། བཙན་བྱོལ་གཞུང་དང་བཙན་བྱོལ་སྤྱི་ཚོགས་འདིའི་ནང་ལོགས་ལ་ལྟ་སྐྱོན་ཅི་གར་དུ་ཞུས་པ་ཡིན་ན། ང་ཚོ་ནང་གི་གནས་སྟངས་སྤྱི་ཁོག་ཁག་ལ་མགོ་འཁོར་ནས། ཨ་ནི། བཙན་བྱོལ་གཞུང་ཡིན་པའི་ནས། ཀྱི་འཛིན་སྐྱོང་རང་གང་ལ་མགོ་འཁོར་ནས་དུས་ཚོད་འགྲོ་སོང། ཨ་ནི། དོ་སྣང་འདི་གང་ལ་མང་ང་སོར་ཞིག་ད་ལྟ་དུ། འགྲོ་བསྡད་ཀྱི་འདུག་སོར་ཞིག་བསམ་གྱི་འདུག། ད་ད་རེས་མི་མང་གིས་ང་ལ་གོ་སྐབས་ཤིག་གནང་བས་ན་རྒྱབ་སྐྱོར་གནང་བས་ན་ངས་ཀྱིས། ང་ཚོའི་གི་བཙན་བྱོལ་སྒྲིག་འཛུགས་དང་བཙན་བྱོལ་གཞུང་གི་ཁ་ཕྱོགས་སྦྱོར་བ། ཁ་ཕྱོགས་དེ་འཛིན་སྐྱོང་ཉུང་ཟད་ཨ་ནི་འཐབ་རྩོད་ཕྱོགས་ལ་མང་ང་ཁྲིད་ཐུ་ཨེ་གི་གང་ཐུག་ཐུག་འབད་བརྩོན་བྱེད་ཀྱིན། འདིའི་ཐོག་ལ་འགྲོ་སོང་མང་ང་བཏང་གོ་ཐུག་ནས་དུས་ཚོད་མང་ང་བཏང་གོ་ཐུག་ནས། ཨཱ་ནི། ཕྱི་དགེ་ཁག་གི་ད་ཅི་ནང་ལོག་ལ་ང་ཚོའི་གི་ད། ཚོགས་པ། དེ་འདྲའི་རྒྱབ་སྐྱོར་གནང་ཡས་གི་མཉམ་དུ་མཉམ་རུབ་ཐོག་ནས་ལས་ཀ་བྱེད་དགོས་ཡོད་ནི་ག་ད་མ་ད། ད་དངོས་གནས་ང་ཚོ་ད་ད། བོད་ནང་གི་གནས་སྟངས་རྫ་དྲག་པོ་ཞུ་གང་ལ་འདུག་ད་ད་སླེ་དེ་བར་བ། ཨཱ་ནི། ཞིས་ཅིན་ཕིང་དང་རྒྱ་ནག་དམར་ཤོག་ཚོགས་པའི་གི་ད་དངོས་གནས་བོད་གི་ད། རིག་གཞུང། སྐད་ཡིག། མི་རིགས་ཀྱི་ངོ་བོ་ཁོ་ན་ད་རྩ་མེད་བཏང་ཡོད་ཀྱི་དེ་འདའི་སྲིད་བྱུས་དམ་པོ་ཞུ་བུ་ད་འདའ་འདུག་སིམ་ཡོད་རྩ་ནི་ད་ང་ཚོ་དངོས་གནས་འཛིན་སྐྱོང་རང་དགའ་ལ། ཨ་ནི་དུས་ཚོད་ད་སྒོ་ཁོ་ན་བསྡད་པ་ཡིན་ན་ཏན་ཏན་ང་ཚོ་ད་ཨ་ནི་འཐབ་རྩོད་དེ་ཉམས་ཉམས་ཡང་རང་གི་ད་འདུག་གནས་སྟངས་ཅི་ཆགས་ཡོད་ཀྱི་འདུག་ཉེན་ཁ་མཐོང་བསྡད་ཀྱི་འདུག་དེ་ཅུ་ཞུ་ན་བསམ་སོང། དེ་ནས་དམ་བཅའ་གསུམ་པ་དེ་ད་ང་ཚོ་སྒྲིག་འཛུགས་ཀྱི་དཔལ་འབྱོར་སྲ་བརྟན་དང་འབྲེལ་བ་ཡོད།

མི་ཚང་མ་སུ་སུ་སུ་རྐང་པ་གང་ལ་ལངས་ཨ་རེ་འཚོ་བ་ཚང་མ་ད་བད། སུ་སུ་རང་སྐད་ནས་ད་ད་ད་མང་པོ་ཞིག་ད་ད་ཡག་པོ་ཆགས་བསྡད་པ་རེད་བ། དེ་འད་ཡིན་ཙང་ད་ང་ཚོ་དངོས་གནས་ད་བད། ཁ་ནས་ཅི་གོ་བོ་ད་རང་ཁ་རང་གསོ་བཏང་ཨ་ནེ་ཅི་དེ་འད་མ་གསུངས་པ་བྱས་དངོས་གནས་ད་རང་ཁ་རང་གསོ་གི་ཕྱོགས་ལ་འགྲོ་ཡག་གི་ད་ང་ཚོ་ག་རེ་གནང་ཡས་དོ། ག་རེ་བྱས་འདུག་དོན་དུ་ཚང་མ་ངས་ཀྱི་ད་འཆར་གཞི་བསྟན་གྱི་ཡིན། ཨ་འདིའི་ཐོག་ལ་ཆེས་མཐོ་ཨེ་ཀྱི་གདེང་ཚོད་ག་ལ་གང་འཚམ་ཡོད། འགན་ཆེ་གནང་བ་ཡིན་ན་འོ་འདི་ཅིག་ད་ཞུ་ན་བསམ་སོ། དེ་འད་ཡིན་ཙང་ད་དོན་ཚན་གསུམ་འདི་ད་རིང་ངས་ཀྱི་ད་བོད་དུ་ལས་རིམ་ཐོག་ནས་ཨ་ནི་ཡིན་ང་གཉིས་ཅག་ཐོག་ནས་ད་ཡོང་རྒྱུ་དུད་འདྲ། ཁ་ཤས་ཀྱིས་ནང་ལོག་ལ་གསལ་པོ་བྱས་ནས་མི་དམངས་ལ་འདི་བྱེད་ཀྱི་ཡིན་ཨ་ནི་མི་དམངས་ལ་གདམ་ཀ་གསལ་པོ་ཞུ་ཕོད་ཀྱི་ཡིན། དབུ་དཀར་སངས་རྒྱས་ཐོག་ལ་རྒྱབ་སྐྱོར་བྱས་པ་ཡིན་ན་གཅིག་བཀྲིས། ཨ་ནི་ང་ཚོའི་གི་རྩ་དོན་དེ་ནང་བཞིན་དཔལ་འབྱོར་སྲ་བརྟན་ཐོག་ལ་ག་རེ་ག་རེ་གནང་གི་ཡིན་ཟེར་གྱི་འདུག་འགྱུར་བ་ག་རེ་འགྲོ་ས་རེད་འདི་ངའི་དམ་བཅའ་འདི་གདམ་ཀ་དེ་ངས་གསལ་པོ་ཞུ་ཚར་མི་དམངས་ལ་ཕུལ་ཡ་གྱི་འདུག་འདོད་པ་དང་བྱ་བཞིན་ཡོད་ཨ་འདི་ནས་རྣམ་པ་ཚོར་ངས་ད་ལྟའི་ད་གོ་སྐབས་འདིར་སེམས་ནི་རྣམ་པ་སོགས་ཞུ་ཡ་ལ་གལ་སྲིད། ཉིས་སྟོང་ཉི་ཤུ་གསར་འགྲུབ་སྲིད་སྤྱི་གཉིས་ཀྱི་འོས་བསྡུ་འདིའི་ནང་ལ་བརྡ་དང་འབྲེལ་བ་ཡོད་པ་ཐོག་ནས་དེབ་སྐྱེལ་གནང་མེད་པ་ཡིན་ན་འོས་བསྡུ་དེབ་སྐྱེལ་གནང་མེད་པ་ཡིན་ན་ངེས་པར་དུ་གནང་རོགས་གནང། མི་མང་གིས་ང་ཚོའི་གི་འོས་བསྡུ་འདིའི་ནང་ལོགས་ལ་ཆ་ཤས་ལེན་ཡ་འདི་དཔེ་གལ་ཆུང་པོ་རེད་དཔེ་རྩ་ཆུང་པོ་རེད། ཨ་ནི་ད་ལྟ་ང་ཚོ་དབུས་འོས་བསྡུ་ལྷན་ཁང་ཡིན་པའི་ནས་ནམ་ཚོད་ཁེངས་ཀྱི་རོ་བ། དེབ་སྐྱེལ་གྱི་དུས་ཚོད་ད་བར་འགྱངས་ཡོད་རེད། ད་བ་འདི་གི་ད་སྤྱི་ཟླ་བཅུ་གཅིག་གི་ཚེས་སུམ་ཅུ་བར་དུ་བཟོས་ཡོད་རེད་བ། དེ་འད་ཡིན་ཚ་ད་དེའི་གོ་སྐབས་དེ་གླེང་ནི། གལ་སྲིད། དེབ་སྐྱེལ་གནང་མེད་པ་ཡིན་ན་ཡིན་གཅིག་མིན་གཅིག་གནང་རོགས་གནང། དང་ལ་ལྕགས་རི་རྫོང་ཚོ་ཆ་ཚང་གཅིག་ཕུལ་རོགས་གནང། ད་ལྟ་མ་ད་ལྟ་ཕྱི་ཟླ་གཉིས་པའི་ཚེས་གཅིག་སྔོན་འགྲོའི་གི་འོས་བསྡུ་དུས་ཚོད་སླེབས་པའི་སྐབས་ལ་སུ་སུ་འོས་བླུག་ཆུ་ཆོག་ཤེས་ད་ག་རེ་གནང་དགོས་འདུག་ནས་དེབ་སྐྱེལ་ད་ཆ་སྤྲེལ་ཕུལ་ཡ་ད་ཡིན་གཅིག་མིན་གཅིག་གནང་རོགས་གནང། འོ་འདི་ཅིག་ངས་ཞུ་ན་བསམ་སོང་ཨ་ནི་མཐའ་དོན་རྒྱ་འོམ་ཅན་སྐུ་ཚེ་ཞབས་པས་བསྟན་པ་དང། བོད་ནང་གི་ད་ང་ཚོ་བོད་མི་ས་ཡ་བདུན་གི་མངོན་འདོད་འདི་མྱུར་དུ་འགྲུབ་པ་ཤོག་སྨོན་འདུན་ཞུ་གི་ཡིན་བོད་རྒྱ་ལོ།